ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་བཤད་ཀྱི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་སེང་གེ་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང www. RFA. Org དེའི་ཐོག་ལ། ཨང་གྲངས་ཡོད་པའི་རྣམ་པ་ཚོས་ཁྱེད་རྣམས་ཚོས་གསུང་འདོད་ཡོད་པའི་གནད་དོན་ཁག་རེ་ས་ཟླ་བ་ནས་དཔག་བསམ་བར་དུ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་སྔ་དྲོའི་ཆུ་ཚོད་བཅུ་བ་ནས་བཅུ་གཅིག་བར་དུ་འབྲེལ་བ་གནང་རོགས་གནང། དེ་རིང་གི་གཏམ་གླེང་གི་ལེ་ཚན་དེ་གུས་པ་ལྷུན་གྲུབ་ཚེ་རིང་གི་སྙན་འགྲེལ་ཞུ་ཡིན། དེ་རིང་གི་གཏམ་གླེང་གི་ལེ་ཚན་དེའི་ནང་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེའི་སྐུ་ཐོག་དྲུག་པ་ཐུབ་བསྟན་ལུང་རྟོགས་རྣམ་རྒྱལ་འཕྲིན་ལས་མཆོག་དང། ཧྥྲང་སི་ན་བཞུགས་པའི་དྭགས་པོ་རིན་པོ་ཆེའི་བར་ཐུགས་འབྲེལ་ཇི་འདྲ་བྱུང་པའི་སྐོར་སྙན་སྒྲོན་ཞུ་ཡིན། དང་པོ་ཐོག་མར་དེ་དྭགས་པོ་རིན་པོ་ཆེའི་ལོ་རྒྱུས་སྐོར་སྙན་སྒྲོན་ཞུ་བ་ཡིན་ན་དྭགས་པོ་རིན་པོ་ཆེ་མཆོག་བོད་དབུས་གཙང་གི་དྭགས་པོར་སྐུ་འཁྲུངས་པ་དང་དགུང་གྲངས་གཉིས་ལ་ཕེབས་སྐབས་གོང་ས་སྐུ་འཕྲེང་མཆོག་སེམས་དཔའ་ཆེན་པོ་མཆོག་གིས་དྭགས་པོ་བླ་མ་རྗེན་པའི་ལྷུན་གྲུབ་ཀྱི་ཡང་སྲིད་དུ་ངོས་འཛིན་གནང་ཡོད་འདུག་དྭགས་པོ་རིན་པོ་ཆེའི་དགུང་གྲངས། དྲུག་ལ་ཕན་ཚུན་བམ་ཆོས་དགོན་པར་ཞུགས་གནང་ནས་ཡི་གེ་འབྲི་ཀློག་དང་ནང་ཆོས་གསན་བསམ་གནང་རྒྱུ་འགོ་ཚུགས་གནང་ཡོད་འདུག་དེ་ནས་དགུང་གྲངས་བཅུ་གསུམ་ལ་ཕེབས་སྐབས་ད་སྐུ་བཤད་སྒྲུབ་གླིང་དུ་མཚན་ཉིད་སློབ་གཉེར་འགོ་ཚུགས་གནང་བ་དང། དེ་རྗེས་དགུང་གྲངས་ཉི་ས་བཞི་ལ་ཕེབས་སྐབས་འབྲས་སྤུངས་དགོན་པའི་ནང་བཞུགས་གནང་ཡོད་འདུག་རིན་པོ་ཆེ་མཆོག་གིས་ཕྱག་དཔེ་གསན་བཞེས་གནང་སྐབས་བོད་ཀྱི་བླ་ཆེན་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་ཀྱིས་གཙོས། བླ་ཆེན་ཁག་ནས་ཕྱག་དཔེ་གསན་བཞེས་གནང་རྒྱུའི་གོ་སྐབས་ཐོབ་གནང་ཡོད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་མིས་བོད་བཙན་བཟུང་བྱེད་སྐབས་རིན་པོ་ཆེ་མཆོག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆེད་རྒྱ་གར་དུ་བཙན་བྱོལ་དུ་ཕེབས་ཡོད་འདུག་དེ་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ར་གཅིག་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་རིན་པོ་ཆེ་མཆོག France གི Sorbonne གཙུག་ལག་སློབ་གཉེར་ཁང་ནང་སློབ་དཔོན་དང་ཞིབ་འཇུག་གི་ཕྱག་ལས་དེ་འགོ་བཙུགས་གནང་ཡོད་འདུག། དེ་རྗེས་རིམ་པས་དྭགས་པོ་རིན་པོ་ཆེ་མཆོག་གིས་ཐོག་མར France དང་དེ་རྗེས Netherlands དང Switzerland དེ་མིན་ཨེ་ཤ་ཡུལ་གྲུ་ཁག་ནང་བོད་ལུགས་ནང་ཆོས་ཀྱི་ཆོས་ཚོགས་ཁག་ཅིག་བཙུགས་གནང་ཡོད་འདུག་ལྷག་པར་དུ་རིན་པོ་ཆེ་མཆོག Indonesia དང Malaysia ནང་ཆོས་ཁྱབ་སྤེལ་གྱི་ཕྱག་ལས་མང་དག་གནང་ཡོད་འདུག་དེ་ནས་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་སྐུ་རྟོགས་དྲུག་པ་ཐུབ་བསྟན་ལུང་རྟོགས་རྣམ་རྒྱལ་ཕྲིན་ལས་མཆོག་གི་སྐུ་ཚེའི་ལོ་རྒྱུས་དྲ་རྒྱའི་ནང་ཐོན་པར་གཞིགས་ན་དགོན་པ་གང་ཉིད་ཕྱོགས་དུས་རབས་ཉི་ཤུ་པའི་ནང་བོད་ལུགས་ནང་ཆོས་ཀྱི་སློབ་མ་གཙོ་བོའི་གྲས་ཤིག་ཆགས་ཡོད་པ་དང་གང་ཉིད་ཀྱི་སློབ་མ་བོད་ཀྱི་ཆོས་བརྒྱུད་ཚང་མའི་ནང་ཡོད་འདུག་སྐྱབས་རྗེ་རིན་པོ་ཆེ་མཆོག་ཕྱག་དཔེ་ཙམ་མ་ཟད་རྩོམ་བྲིས་དང་སྙན་ངག་དང་སུམ་རྟགས་ཐོག་ལ་ཡང་ཧ་ཅང་གི་མཁས་དབང་ཆེན་པོ་ཞིག་ཡིན་འདུག་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་རོལ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་སྐུ་ཐོག་དྲུག་པ་ཐུབ་བསྟན་ལུང་རྟོགས་རྣམ་རྒྱལ་འཕྲིན་ལས་མཆོག་དགའ་ཟླའི་ཁྲི་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྐོ་བཞག་གནང་བའི་རྗེས་ལ་རིན་པོ་ཆེ་མཆོག་གིས་དགའ་ཟླའི་ཁྲི་པའི་མཛད་འགན་དེ་ལོ་ངོ་བཅུ་དགུ་རིང་བཞེས་གནང་བ་དེ་ནི་རྒྱུན་རིང་ཤོས་ཅིག་ཆགས་ཀྱི་ཡོད་འདུག་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གཅིག་སྟོང་དགུ་བརྒྱ་བཅུ་མེད་གསུམ་ལོར་བོད་ཀྱི་རྒྱལ་ས་ལྷ་སའི་ཉེ་འཁྲིས་སྐྱིད་ཤོག་ཞེས་པའི་ས་གནས་དེར་སྐུ་འཁྲུངས་ཡོད་པ་དང། དགུང་གྲངས་བཅུ་གཉིས་རིང་འབྲས་སྤུངས་བློ་གསལ་གླིང་དུ་ཞགས་པའི་ས་མཆིད་གནང་བའི་རྗེས་དགུང་གྲངས་ཉི་ས་བཞི་ལ་ཕེབས་སྐབས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་ཐོབ་གནང་ཡོད་འདུག་དེ་བཞིན་དྲ་རྒྱའི་ནང་གནས་ཚུལ་བཀོད་པར་གཞིགས་ན་རིན་པོ་ཆེ་མཆོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡུལ་ཡོངས་འཛིན་གྲས་པའི་མཛད་འགན་མ་བཞེས་གོང་རྒྱུད་སྟོད་གྲྭ་ཚང་གི་དགེ་བསྐོས་དང་མཁན་པོའི་མཛད་འགན་བཞེས་གནང་ཡོད་འདུག། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་མིས་བོད་བཙན་བཟུང་བྱས་པའི་རྗེས་རིན་པོ་ཆེ་མཆོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལྷན་དུ་རྒྱ་གར་དུ་ཕེབས་པའི་རྗེས་སྐུ་ཚེ་ལྷག་འཕྲོས་རྣམས་རྒྱ་གར་དུ་བསྐྱལ་གནང་ཡོད་འདུག་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་ཚེའི་རིང་སྐུ་སྒེར་དང་མང་ཚོགས་ཐོག་ཚོང་ཆོས་དང་བཀའ་དབང་ཁག་བོད་དང་རྒྱ་གར་ཙམ་མ་ཟད་ཡུ་རོབ་ཀྱི་ཡུལ་གྲུ་ཁག་དང་བྱང་ཨ་མི་རི་ཀའི་ནང་ཚོང་ཆོས་དང་བཀའ་དབང་དུ་མ་གནང་ཡོད་འདུག་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་གཅིག་ལ་ཕེབས་སྐབས་དགོངས་པ་ཆོས་དབྱིངས་སུ་ཕེབས་པ་དང་དགོན་པ་གང་ཉིད་ཉིན་གྲངས་བཅུ་གསུམ་རིང་ཐུགས་དམ་དུ་བཞུགས་གནང་མཛད་ཡོད་པ་རེད། སྐྱབས་རྗེ་རིན་པོ་ཆེའི་སྐུ་ཐོག་གོང་མ་རྣམས་ཀྱིས་རྒྱལ་བ་སྐུ་འཕྲེང་དྲུག་པ་དང་བཅུ་གཉིས་གཅོག་གསུམ་བཅུ་བཞི་བྱས་པའི་སྐུ་ཐོག་བཞིའི་རིང་སྐུའི་ཡོངས་འཛིན་གྱི་མཛད་འགན་བཞེས་གནང་ཡོད་པ་མ་ཟད་རིན་པོ་ཆེ་མཆོག་གི་སྐུ་ཐོག་གོང་མ་གསུམ་གྱི་དགའ་ཟླའི་ཁྲི་པའི་མཛད་འགན་ཡང་བཞེས་གནང་ཡོད་འདུག་རིན་པོ་ཆེ་མཆོག་གི་སྐུ་ཐོག་རྣམས་ཀྱིས་བོད་ཀྱི་ས་ཕྱོགས་གང་སར་དགོན་པ་མང་དག་ཅིག་ཕྱག་བཏབ་གནང་ཡོད་པ་མ་ཟད་གང་ཉིད་ཀྱི་སློབ་མ་བོད་བརྒྱུད་ནང་བསྟན་གྱི་ཆོས་ལུགས་ཚང་མའི་ནང་ཡོད་འདུག། སྐྱབས་རྗེ་གླིང་རིན་པོ་ཆེ་མཆོག་དང་དྭགས་པོ་རིན་པོ་ཆེ་རྣམ་གཉིས་བར་ཐུག་འཕྲད་བྱུང་ཡོད་ཙང་དེ་ནས་ཞལ་བག་ཐོག་དྭགས་པོ་རིན་པོ་ཆེ་མཆོག་ལ་སྐྱབས་རྗེ་གླིང་རིན་པོ་ཆེ་དང་ཐུག་འཕྲད་ཇི་ལྟར་བྱུང་བའི་སྐོར་དང། རིན་པོ་ཆེ་མཆོག་གིས་སྐྱབས་རྗེ་རིན་པོ་ཆེའི་སྐུ་མདུན་ནས་གསུང་ཆོས་དང་བཀའ་དབང་སོགས་ག་རེ་ག་རེ་ཞུས་ཡོད་མེད་སྐོར་དང་སྐྱབས་རྗེ་རིན་པོ་ཆེའི་ཐུགས་བསྐྱེད་ག་འདྲ་ཡོད་མེད་དང་རྒྱུན་དུ

མང་པོ་ཞེ་དྲག་ཞེས་བཞུགས་ཡོད་པ་རེད་དེ་ཡིན་ངེས་དེ་ཚོའི་ནང་ནས་ང་རང་ཚོའི་བོད་གཞུང་དང་དེ་ནས་དཔེ་མཚོན་མཁན་ཞེ་ལྔའི་རྣམ་པ་ཚོས་སྐྱབས་རྗེ་ཡོངས་འཛིན་རྣམ་པ་གཉིས་རྒྱ་གར་རུ་སིག་ཡ་ཡོངས་འཛིན་བཙན་བཟོས་གནང་དེ་འདྲའི་གནང་ཡིན་ཚ་ཀུན་མཁས་བཙུན་བཟང་གསུམ་ཚེ་བཙོད་རྩོམ་གསུམ་གར་རེད་ནས་ནས་ཐོག་པ་ཁྱོ་ནས་མེད་པ་རེད་རེད་ཤ་ཐོག་པ་ཁྱོ་ནས་མེད་པ་རེད་ད་ང་ར་ད་གསར་པ་ར་རེད་རེད་དེ་ཡིན་ནས་ད་ཚང་མ་ད་ཤེས་ཀྱི་མི་འདུག་དེ་ཡིན་ནས་སྐྱབས་རྗེ་ཐོས་བསམ་གསང་མཚན་བརྩེགས་གསུམ

འདི་ཡག་ཤོས་གནང་ཡིན་ན་དེ་འདྲས་གནང་སྟེ་ང་ཚོ་ནམ་རྒྱུན་འདི་རས་ཡོད་མ་རེད་ཆགས་ཀྱི་འདུག་སོ་བྱས་ཀྱི་ཡིན་ཙང་ཆགས་ཀྱི་དཀོན་པོ་ཡིན་ཙང་དེ་ཚོའི་གི་ལུང་རྒྱུན་ཞེ་དྲག་དཀོན་པོ་རེད་བ་ན་ལུང་རྒྱུན་ཞེ་དྲག་དཀོན་པོ་རེད་དེ་དུས་དེར་དུ་ཆང་གི་དེ་ཉིད་གི་ལུང་རྒྱུན་གནང་དེ་དུས་ད་ཕལ་ཆེར་སྔོན་མོ་གསུམ་བཅུ་བཞུགས་མོད་ང་ཚོ་མི་ཞེ་དྲག་རང་ཚོ་མེད་ཕལ་ཆེར་མང་ན་བརྒྱ་ལྷག་སུ་མེད་འགྲོ། མ་ཎི་རྒྱ་ལྷ་ཟེར་བ་རེད་དེ་ནང་ཟླ་ཁ་ཤས་ད་ལྟ་རྒྱ་གར་ཕེབས་བཞུགས་ཞལ་བཞུགས་ཁ་ཤས་བྱུང་ཞག་ང་རེ་ཞལ་ཚོགས་བླ་སྤྲུལ་ནང་ལས་འདུག་སྟབས་གཞན་མིང་ད་བཞུགས་ཡོད་མ་རེད་པ་ནང་དེ་བཞིན་དུ་དེ་ནི་རྣམ་སྲས་སྡེ་འབུམ་འོ་ད་དེ་འདྲའི་རིགས་འདྲ་ལུགས་ནང་ནས་ཡང་གར་བཞུགས་རིགས་ཉི་མ་མང་པོ་འོ་དེ་འདྲས་སུ་སྣང་སོང་དེ་བཞིན་དུ་ཡང།

ཚང་མ་དོ་དམ་བྱས་ཤ་རུ་པར་འགྲོ་དམ་བྱས་བྱས་ཙང་ད་ང་ཚོས་བལྟས་ང་ཚོ་བདེ་སྡུག་ལྷག་ས་རུ་ཡོད་རེད་དེ་ད་གར་བཞུགས་རེད་རྩ་བའི་ང་ཚོ་བལྟས་དུས་དྲ་ཚད་དཔོན་འདུག་ཟེར་བ་རེད་ད་བླ་མའི་མིང་རྗེ་ཧོར་པན་བླ་མའི་མིང་ཡོད་རེད་ངའི་རོགས་པ་ཡིག་གཞི་ལ་ཡང་རབ་བྱུང་རེད་བྱས་ཙང་ང་གཉིས་འདུག་ཟེར་བ་ཡིན་ན་དེ་ནི་དཔེ་མཐུན་རྒྱུ་ཁག་པོ་ཅིག་འདུག་བྱས་ཙང་ཚང་མ་རབ་བྱུང་དང་དེ་ཚོ་ཚང་མ་གཟིམས་རྗེས་བར་གཙུག་ལག་ཁང་ནང་བཅུག་རྗེས་སློབ་སྦྱོང་ཕུལ་གྱི་ཡོད་རེད། སློབ་སྦྱོང་ནུས་ན་འཛུགས་དགོས་ཁོ་རང་ཚོ་སྲིད་དོན་སློབ་སྦྱོང་རེད་པ། དེ་ཚོ་ང་ཚོས་ཆོས་བསྟན་པའི་དཔོན་ང་ཚོ་ཕར་བཞུགས་རེད་གནས་སྐོར་ཡོང་པ་ཡིན། ལྷ་ས་སྨོན་ལམ་མཇལ་ཁ་ཡོང་བ་ཡིན། རྩ་བའི་གྲོང་གསེབ་ཡིན་ཚེ་དུག་སེལ་ལབ་ཙེ་དེ་ནི་དུག་སེལ་ཐོ་སྐྱེལ་བྱ་ད་ཐོ་ཉིན་ལྟར་ཉི་མ་མང་པོའི་རིང་ནས་ཞིབ་བཤེར་བྱེད་ཀྱི་འདུག་དེ་སྐད་ཆ་ཚང་མ་གཅིག་པ་རེད་བཤད་རྗེས་དེ་འདྲའི་བྱེད་ན་ད། ཐབས་ཤུགས་དེ་ལ་གྲོང་གསེབ་མ་ཕྱིན་ཆོག་པ་དེ་ད་ང་ཚོ་ཞིང་ཁ་བཏབ་པའི་རིང་གི་འདུག་ཟེར་ཡག་སྐད་ཆ་དེ་འདྲ་བཤད་རྗེས་དེ་འདྲ་བྱས་ང་ཚོ་ང་གཉིས་མ་ཐོན་རྗེས་ཀོང་པོ་བར་དུ་འགྲོ་ཐུབ་པ་རེད་ཀོང་པོ། ཀོང་པོ་ལ་ཕྱིན་ནས་ཀོང་པོར་སླེབས་པ་ཡིན་རྒྱ་གར་དུ་ས་མཚམས་མཐར་ཉེ་བའི་ཡོ་རོབ་པ་ན་བསྡད་སླེབས་རྒྱུ་དེ་འདྲ་མ་གཏོགས་མི་བཟང་ཚང་མར་མགོ་བདེ་ཕོ་མི་བཟང་ཆེ་བ་ཚང་མགོ་རྒྱ་བཞག་ཡོད་རེད་དེ་ད་ང་ནི་ཅིག་གྲོང་གསེབ་པ་ཡིན་ཞིང་བདག་མི་ཡིན་སེར་ཡིན་ད་ངེད་ཚོས་ཧ་ས་གོ་གི་མ་རེད་དེ་འདྲས་བྱས་ཕྱིན་དེ་མིན་རིམ་གྱིས་ཀོང་པོ་མཚོ་རྒྱ་གར་ལ་ཡོང་རྗེས་རི་ལ་རི་བརྒྱུད་རྗེས་ཏུ་རྒྱ་གར་ཡོང་དེ་མིན་རྒྱ་གར་གླེན་བྱེད་དུས། དབུ་མའི་དང་པོ། ང་ཚོ་རྒྱ་གར་གནས་མཐུན་སྐྱབས་མགོན་ཡང་སྲས་གསུམ་མ་གསུང་རེ་ལ་བཞུགས་ཤག། དེ་དུས་ལྔ་བཅུ་ལྔར་དགུའི་ཕལ་ཆེར་ཕྱི་ཟླ་བདུན་པ་ཚོ་རེ་ནང་འདྲ་དེ་འདྲས་ཅིག་འབུལ། མ་གསུང་རེ་ལ་སྒུག་ཞུགས་གནང་ཤག། དེ་ནས་དེ་དུས་ང་གཉིས་མ་གསུང་རེ་སྐྱབས་མགོན

དེ་དུས་ང་ནི་ཁྱེད་རང་ཚོས་དགོངས་པ་ཡག་པོ་བཞེས་རོགས་གནང་ང་ཕ་རན་སིར་ཕྱིན་ཁྱེད་རང་ཚོར་ཐུགས་རེ་ཟུག་མ་རེད་ད་ལྟ་བོད་མཁས་པ་མང་པོ་ཡོད་རེད་ང་ད་ལྟ་སློབ་གྲྭ་བ་ཅིག་རེད་མི་འདུག་ཤིང་རྟ་ཁ་ཡི་མ་རེད་སློབ་གཉེར་བྱེད་མུས་ཤིག་རེད་དེ་འདྲའི་ཡོན་ཏན་ཡོད་མ་རེད་བྱས་སམ། ཤིང་རྟ། བོད་ནི་ད་ཁྱད་པའི་མཁས་པ་མང་པོ་ཞེ་དྲག་ཡོད་རེད་བྱས་སམ་དེ་ནས་ཁྱེད་རང་ཚོས་ཡག་པོ་ཞིག་དེ་འདྲའི་ཞུས་མི་འདུག་ཁྱེད་རང་ཚོ་རྗེས་མ་ང་ཚོས་ཁྱེད་རང་ཚོའི་ཐུགས་བཞེད་འགྲུབ་མ་ཐུབ་བཅས་ང་རང་ཚོ་ཡིན་ནས་ངོ་ཚ་བ་དང་ཁྱེད་རང་ཚོ་ཡིན་ནས་ཚུར་འགྱོད་ཡ་རབ་ཡོང་སྲིད་རེད་བསམ་ཡིན། ཁྱེད་རང་ཡོང་ལོ་འགྲིག་གི་འདུག་ག་རེ་ཟེར་ནས་ཁྱེད་རང་གི་ལོ་ཚོད་དེ་ཏག་ཏག་རེད་ཟེར་གི་འདུག་ག་རེ་ཟེར་ནས་ཁྱེད་རང་ལས་རྒན་པོ་ཚོས་ང་ཚོས་དེ་འདྲ་ཞུས་པ་ཡིན་ན་ལུང་པའི་སྐད་བྱ་ཤེས་ཀྱི་མ་རེད་ལུང་པའི་ལུགས་སྲོལ་གོམས་འདྲིས་གཏོང་ཐུབ་གི་མ་རེད། ཁྱེད་རང་ལས་གཞོན་པ་ཚོས་ང་ཚོས་སྐད་བཏང་གི་ཡིན་ན་དེ་ཡང་བོད་ཀྱི་ཡོན་ཏན། ཚོགས་ནི་གཏེར་ཁ་པོ་གཅིག་རེའི་འདང་མང་འདང་ཡོང་གི་རེད། འདི་ཟེར་གི་འདུག་ད་དེ་ལབ་དུས་ད་དེ་འདི་ཡིན་ན་དེ་ང་རེ་བྱེད་ཐུབ་པ་ཅིག་འདུག་ཟེར་རེད་དེ་ཡིན་ནའི་ལམ་སང་ངའི་ཁས་ལེན་ཡག་ཡོད་མ་རེད་སྐྱབས་མགོན་ཡེ་ཤེས་ནོར་བུར་ཡག་གོ་གོ་ཞུ་རེད་ང་ཚོས་ངས་ངས་ཞུ་ཞུས་མིན་སྐྱབས་མགོན་རིམ་ཚིག་ཀ་ག་རེ་གནང་ཡིན་ནའི་དག་རང་ཞུ་གི་ཡིན་སྐྱབས་མགོན་རིམ་ཚིག་འགྲོ་བར་དཀའ་ན་ནང་ངས་ཁས་ལེན་གི་རེད་འགྲོ་བར་དཀའ་མ་གནང་ང་ཡོང་ཐུག་མ་ཟེར་དུས་ཞུས་རྗེས་དེ་ནི་སྔོན་སྐྱབས་མགོན་རིན་པོ་ཆེ་གིས་ད་ག་ལ་ཁོང་ཚོས་པར་རིས་ཡུ་ནི་བེར་སི་ཏི་དེ་འདྲའི་ཁྱེད་རང་ཚོ་མི་ཁ་ཤས་རིག་པ་དགོངས་པ་སྤྲད་རོགས་གྱིས་ཞུས་སོང་བྱས་ཙང་ཁྱེད་རང་ཐོན་ཆོག་ཅིག་སྟིམ་མ་ཐོན་གོང་ལ་དེ་དུས་ལུགས་རིགས་ལ་ཞུས་བ་རེད་སྟིམ་སྐྱབས་མགོན་རིན་པོ་ཆེ་མ་ཕོ་བྲང་དང་རང་སར་ཕོག་གནང་གི་རེད་བྱས་ཙང་དེ་མཇལ་ཁར་ཤོག་ཟེར་དུས་སྐར་གནང་དེ་ནས་མོས་མཇལ་ཁར་སྐུ་ཕྱག་ཞུས་སྔ་ཐུན་གོང་མཇལ་ཁར་གུས་ཕྱག་ཞུས་དེ་དུས་སྐྱབས་མགོན་རིན་པོ་ཆེ་མཇལ་ཁ་ཞུས་སྐྱབས་རྗེ་བུ་ཚ་རྣམ་པ་གཉིས་ཆ་མཇལ་ཁ་ཞུས་བཀའ་སློབ་ཞུས་དགེ་སློབ་ཚང་པོ་ཞི་བ་བྱུང་བ་ལྟ་དེ་འདྲའི་ཆེད་ཕ་རན་སིར་སླེབས་རིན་ནོ། ཕ་རན་སིར་སླེས་ལྟ་དུས་སེ་ལེ་ཁ་རབ་བཅས་བསྡད་དུས་དེ་ནས་རིམ་གྱིས་ལྟ་དེ་བྱུང་བ་རེ་བ་རྣམས་ག་རེ་བཞུགས་རེད་སུད་སི་ལ་དགོན་པ་རེ་གོང་བསྐོར་པ་སེ་ཡ་བཟོ་བ།

རི་གོང་སྒོམ་པར་ཚིག་གྱུར་ན་རི་གོང་སྒོམ་པར་ཚིག་གི། རབ་གནས་ན་ཡང་དུ་ཚ་ནས་ར་རབ་གནས་ན་སྐྱེ་མཆེད་རྣམ་པ་གཉིས་ཀྱི། དེ་ནི་དེ་མ་ཡིན་པའི་མི་དེ་བར་བཀའ་སློབ་གནང་ཡང་དུ་དུས་སུ་གནང་སྟེ། ཞེས་དེ་ནི་ང་ཚོས་དུ་བར་སྐུ་ཕྱག་བཞུགས་གསུང་ཆོས་སྤྱི་དག་མང་པོ་གནང་བ་རེད་རྣམ་པ་གཉིས་ཆར་དེ་གསུང་ཆོས་སྐུ་ཕྱག་བཞུགས་དེའི་སྐབས་ལ། དེ་ནི་ང་རེ་སྐྱབས་རྗེ་སྟོད་ཆང་རྣམ་པ་གཉིས་ལ་སྙན་གསང་ཞུས་པའི་ད་རིང་སྐྱབས་རྗེ་རྣམ་པ་གཉིས་འདུག་ཕྱི་རྒྱལ་ལ་སྤྱི་རྒྱུ་ཞབས་སོར་འཁོད་གནང་པའི་སྐབས་འདི་ལ་རྣམ་པ་ལྷན་རྒྱས་སྐུ་གཟུགས

ཁྱེད་ཚོའི་མི་ཁྱེད་རང་ཐུགས་དམ་གནང་རོགས་གནང་སང་ཉིན་སུ་འཕྲོད་པར་འདུག་བ་བྷ་རན་སིལ་སུ་སུད་སིལ་འཕྲོད་པར་འདུག་བ་དེ་ཐུགས་དམ་གནང་རོགས་གནང་ཆོག་གནང་གི་རེད་བོད་གནང་མཛོད་དེ་ནི་ཁྱེད་ཚོའི་མི་ཚེ་ཐུགས་དམ་གནང་ཡིན་ནོ་ག་གནང་གནང་མཛད་ད་ཁྱེད་ཚོས་གླིང་རིན་པོ་ཆེ་ཐུགས་བྷ་རན་སིལ་ཚིག་རྒྱུ་གནང་ནི་སྐུ་འཕྲོད་པ་ཞིག་དང་ཡོང་ས་རེད་བྱས་ཙང་རིན་པོ་ཆེ་བྷ་རན་སིལ་ཚིག་རྒྱུ་གནང་ངས་སུད་སིལ་ཞུགས་ཆོག

ཐབས་བརྒྱ་རེ་བྱིན་གྱིས་ཡོ་རེ་འདི་བྱས་སམ་ལུགས་སུ་བྱས་ཚེ་སྐད་ཅིག་བཤད་དུས་འདི་ཟེར་གྱི་འདུག་ཨམ་ཆིན་ལགས་འདི་གའི་གསང་གཞི་དེབ་གཟུགས་དེར་ཆམ་སྙུང་གཞི་དེ་འགུལ་སྙིང་སྙུང་གཞི་རྩ་བ་ཉིད་ནས་རེད་མི་འདུག། ཨང་ལོགས། འགུལ་བག་ཏུ་བར་ཆད་སྙུང་གཞི་བྱེད་པ་རེད་འགུལ་བག། འགུལ་བག་རྣམས་ལས་ཀ་བྱེད་ཡག་དེ་མང་དྲགས་ནས་འདི་གའི་འགུལ་སྙིང་བརྡབ་གསིག་ཕྱིན་པ་རེད། བརྡབ་གསིག་ཕྱིན་ནས་བྱས་སམ་འགུལ་སྙིང་ཆེན་པོ་ཆགས་པ་རེད། ཨང་ལོགས།

དེ་དུས་ཡིད་མེད་ཤིང་མེད་དྲེག་མེད་འདུག་དེ་ཡིན་ནས་ཁོ་རང་ཚར་བགྲེས་གསོ་རུ་ཚིག་རེ་བྱ་ཨམ་ཆུ་ཤོད་པ་ཞིག་འདུག་དེ་དུས་བལྟས་ཚེ་ཁྱོད་འདིའི་འཁྲིལ་རྒྱུགས་ང་ར་རྙོག་དྲ་བྱུང་ན་ང་ཚོ་འདི་སླེ་ལ་ངས་དང་པོ་ཁོའི་འཁྲིལ་འགྲོ་གི་རེད་ཅེས་ཙང་དེའི་བཀའ་འདྲི་ཞུས་ཟིན་འདུག་ཨེ་དེ་མིན་དུ་ཟེར་ནས་ཨམ་ཏི་འཁྲིལ་ཆེན་དེ་ད་ཚད་ཞུས་དེ་གནང་དུས་ཨམ་ཏི་དེ་ག་དག་རང་རེད་ཟེར་ད་འདྲི་བྱས་ཉིན་རྫ་མགུལ་བ་དེ་ལ་བག་ཐབས་ཤིག་གནང་དགོས་ཀྱི་འདུག་དང་པོ་དུ་ཟེར་དེ་མིན

པོས། འདི་སྙུང་གཞི་དེ་གངས་རིའི་སྲིད་ཚོད་ང་རང་ཚོའི་མིག་དཔེའི་ནང་ལ་ཤར། ཐོས་པ་དེ་འདྲའི་ཕན་ཐོགས་མེད་པས་འདི་འདྲའི་ཤ་དེ་འདྲ་མང་པོ་སྐྱེས་བསྡད་ཡོད་རེད། དེ་བཟང་པོ་མེད་པ་བཟོ་གི་རེད། ཁོ་མེད་པ་སོ་ཡ་ཡང་ན་མེད་ན་གཤགས་བཅོས་བྱས་ཚུར་གླན་དགོས་རེད། ཡང་ན་མེད་ན་ཆུ་དེ་བླུག་དགོས་རེད། ཆུ་དེ་བླུག་ན་ཆུ་དེ་གས་རིམ་གྱིས་རིམ་གྱིས་རིམ་གྱིས་རིམ་གྱིས་ཟད་རྗེས་དེ་ནི་མདངས་འཕེལ་གི་རེད།

ཚང་མས་ཞུས་ད་ལྟ་འདི་ཚོའི་མདའ་ག་ཚད་གསོས་སྨན་དེ་ཕུལ་ཡ་ཕུལ་ཐུབ་ཡ་དུས་ཚོད་བར་དུ་འགུག་འདི་ནི་གསོས་སྨན་གཞན་དག་ནང་སྐུ་ངལ་གསོ་བ་གནང་ཚེ་འདུག་ཟེར་ན་འདི་ནི་ཉི་མ་ཚེ་འདི་ཆུ་དེ་ཕུལ་སོང་རང་ཚོས་ཆུ་ད་ག་ཚེ་ཤེས་དམ་འདྲ་བ་ཆུང་ཆུང་ཞིག་ནང་ཐེངས་གསུམ་མ་ཏོག་འདི་ཡོ་མར་ཐིགས་པ་འདྲ་བ་གཅིག་གཉིས་ཞིག་མ་ཕུལ།
འདི་ནི་འདི་བྱས་ནས་འདི་ནི་ད། ཟླ་བ་བྱུང་ལ་ཟླ་བ་གསུམ་སྒོ་ངའི་སོགས་རི་བསྲེགས་ཏོ། སྒོ་ངའི་སོས་དེའི་རྗེས་ལ་དེ་ནི་རྒྱ་མཚོ་བཏགས་འདྲའི་ཤུལ། འདི་ཕན་ཐོགས་བྱུང་ཡོད་ན་ཆོག་རེད། གལ་ཏེ་ཕན་ཐོགས་བྱུང་མེད་ན་སྐྱར་དུ་ཕུལ་དགོས་བྱུང་ནས་ཕུལ་དགོས་ཀྱི་ཡོད་ནི་ཕུལ་དགོས་རེད། འདུ་ཤེས་འདུ་ཤེས་ཟེར་ད་དེ་ང་ཚོ་དེ་འགྲིག་དེ་ནི་ཚོ་ཕལ་ཆེར་ང་ཚོས་ཤག་ཞུས་ནས་བསྡད་པ་རེད་ང་ཚོས་ཤག་ཆུང་ཆུང་ཟིན་པ་འདྲ་ཡོད་མ་རེད། དེའི་ཐད་དུ་སྐུ་ཞུ་གནང་ཆེད།

མེད་ལྟ་མོ་ཁོ་རང་ཚོ་ཁྱེད་རང་རེད་དེ་དུས་ཚོད་བསོད་ནམས་ཡིན་གྱི་རེད་པ་ན་དུས་ཚོད་ང་ཚོ་ཚང་མས་བསོད་ནམས་ཡིན་གྱི་རེད་དེ་འདྲས་བྱས་ནས་ཉུང་ཤས་བར་སྐུ་འཁུམ་ཡག་པོ་ཆགས་ཚེ་དེ་འདྲས་བྱུང་སོང་ཁྱོད་མདོ་ནས་ཕལ་ཆེར་ཟླ་བ་དྲུག་མ་རེད་ཆིག་སྟོང་དགུ་བརྒྱ་ད་ཡར་དྲུག་ཅུ་རེ་དགུ་རེད་པ་ན།

ཞེ་ས་མ་ཞུ། བླ་མ་སློབ་མའི་འབྲེལ་བ་དང་དད་པ་དམ་ཚིག་འདི་ལྟར་ཡོད་པ་འདི་ཞེ་ས་མ་ཞུ་ནི་ཤེས་མྱོང་ཡོད་མ་རེད་པ། དམིགས་ཚིག་འདི་ཤེས་མྱོང་ཡོད་མ་རེད། མིའི་འབྲེལ་བའི་ཆ་ནས་ང་ཚོ་ཧ་གོ་ཡ་ཚོད་ཐིག་ཡ་ཡོད་མ་རེད་པ། ད་དུ་བསད་ནས་ད་འདའ་བ། དེའི་རིང་དུ་སྐུ་ལ་བཅར་འདས་སུ་བསྡད་རྗེས་དུ་སྤྱི་འཐུས་ད་ཉེ་རིང་ཉེ་རིང་ནས་ཉེ་རིང་ཉེ་རིང་ནས་བས་གར་བཞུགས་རེད་སྐུའི་ཡོན་ཏན་ཆེ་རུ་ཆེ་རུ་རེད་ཅེས་ང་ཚོ་མཇལ་ཡག་འདུག།

དེ་འདྲའི་ཤ་རིགས་འདུག། ནི་རྒྱུན་ལྡན་ཞུ་བདེ་འཇགས་དུས་སྟབས་བདེ་སྟབས་བདེ་བཅས་ཞུ་བདེ་འཇགས་ངེས་ཅན་རེད། གཞིས་སྒར་ཤོག་རེའི་མི་ང་ཚོས་ཞེ་ས་མ་ཞུས་ན་ཚུགས་གོ་ས་དང་དེ་འདྲའི་ཆ་མི་མཛད་ན་མི་རྒྱ་བའི་ཡོངས་འཛིན་རེད་ཞེ་དྲག་གི་ཕན་ཐོག་པོ་རེད་པ་ང་ཚོ་དེ་རིང་ཇི་ལྟ་བུ་སྣང་ཚོགས་ཞི་བོ་ཆེ་རེད་པ་འདི་ནི་ཀོ་ཡོན་ལ་ནི་དཔེ་འདི་འདྲ་དྲས་བསྡད་པ་དེ་འདྲ་རེད་དེ་ཚོ་ཉམས་སད་ཚེ་ན་ཚིག་ཡིན་ཡོད་མ་རེད།

ནས་དེ་དཔེ་ཆ་ག་ཅི་ཡིན་བ་རེད་དེ་ཚོ་འཇགས་ལོག་གནང་ཞུ་དེ་འཇགས་དེ་ནི་དེ་བ་འཇལ་བ་ཤུགས་མི་འདུག་གི་ད་ཤི་དྲག་ཤི་དྲག་ཡོད་མ་རེད་དེ་དུས་ང་ཚོ་མི་ཚོས་ཤི་དྲག་ཧ་སུ་གོ་གི་ཡོད་མ་རེད་བ་ཅེས་ནི་དེར་བལྟས་སུ་ཡོད་རེད་དེ་འདྲས་ཅེས་འོང་དེ་འདྲས་ཅེས་ཞུ་དེ་འཇགས་ཅེས་ཤི་དུས་ང་ཚོས་ག་དུས་དཔེ་ཤེས་ས་མ་ཤུ་ནི་ཤི་བ་ཡིན་ནི་དོན་དུ་ཡ་རུ་ཡ་རུ་ཡ་རུ་ཡ་རུ་ར་ཅེས་དེ་འདྲས་ཀྱི་ཅིག་ངོ་ཚ་ཆེན་པོ་མཇལ་ཡ་འདུག། འདི་ཙམ་དུ་མ་ཟད་དེ་ནི་གར་བཞུགས་རེས་ནམ་རྒྱུན་ཞུ་གཏན་མཛད་དུས་ཚོད་རྩིས་གྲུབ་རྩིས་ནས་སྟབས་བདེ་ཞིབ་པར་གནང་གི་རེད། དཔེར་ན་ད་དེ་དུས་ལྟས་ང་ཚོས་ཤག་ཏུ་ཞུགས་ཀྱིན་ཚ་ཞོར་ཁས་ག་དུས་ཡིན་ནས་ཚོར་བ་ཤེས་ཀྱི་རེད། འདི་རྒྱ་གར་ནས་གསོལ་ཞིབ་གནང་ཕེབས་ཞུ་ཤག་ཡིན་ཅེས་གསོལ་བ་བཞེས། དེ་དུས་ང་ཚོས་གསོལ་བ་བཞེས་དུས་གསོལ་བ་གི་ཞེ་དགུ་ཡོར་པ། ཞེ་ས་མ་ཞུན་པར་ཀུ་སི་ཡང་བ་ང་ཚོས་པར་སྤྲོ་དུས་རྒྱ་རུ་སི་ལུ་གུ་རི་བ།

བྱེད་འདོད་སྣང་ཞུ། ད་ཉིན་གུང་ལྟ་ཚུལ་རིགས་རིགས་རྒྱས་པ་རེད། གར་འཕྲུལ་ནི་དམིགས་བསལ་འདི་འདི་ཡོད་མ་རེད། ཡིན་ནའི་གར་འཕྲུལ་ནི་རྒྱས་པོ་གནང་གི་རེད་སུད་སི་ཡག་པོ་གནང་གི་རེད། ཉིན་གུང་འདི་ན་དེ་ནི་ཚགས་ཚུད་གསུམ་པ་ཞིག་དེ་ཚོས་གསུམ་པ་དང་འདྲ་ཉིན་གུང་བསྐྱབས་གི་ཡང་གསོལ་ཚུལ་ཅིག་ཤེས་གི་རེད།

བོད་ས་འདི་ཞོལ་དུས་སྐུ་གཞོན་པ་ཡང་ང་ཚོའི་ཤག་རེད་ཟེར་རྒྱུ་ནང་རེད། དེ་ང་ཚོའི་ཤག་ཆུང་ཆུང་ཆུང་ཆུང་རེད་ད་ཉིན་བྱུང་ཤག་ཅི་རིགས་གནས་ཚང་ཨ་མ་ལགས་བརྗོད་པ་རེད་དེ་ནི་ཁྱི་ལག་ང་གཉིས་བཅས་ཐོག་ཁ་དེ་གཟིམ་ཆུང་ཆུང་ཆུང་གཉིས་ཡོད་པ་དེ་གཅིག་ལ་སྐྱབས་རྗེ་སྐུ་གཞོན་པ་ཞུ་གཅིག་ལ་སྐུ་བགྲེས་ཡག་ཞུ། དེ་ནི་འོ་ཨ་དེ་གཅིག་གི་ཁ་ལག་ཚ་ཟེར་བ་བརྗོད་པ་རེད་དེ་ཟེར་ནའང་སྐུ་ངོ་དང་ཞབས་གྲས་ཚོ་ཞུ་ད་ང་ཚོ་ད་ག་ཚོད་མ་གླིང་ཨེ་བལྟས་པ་རེད།

ཚིག་གི་སྤྱིར་བཏང་འཇིག་རྟེན་རང་གི་བཀའ་མོལ་དུ་མང་པོ་ཞུ་ངེས་ཡིན་ན་ཤི་ད་ཡིན་ན་ངེས་པ་རེད། འདི་ངས་ཐུ་མི་གནང་ཆོག་ཐུ་མི་གནང་ཆོག་ངས་རྨི་ལམ་རྒྱག་གི་སོང་རྨི་ལམ་རྒྱག་ཆོག་བཀའ་མོལ་གི་རིགས་མ་གཏོགས་ཕྱི་དྲ་བཀའ་མོལ་གནང་གི་མ་རེད། ད་ཡང་མི་ཚོགས་འདྲི་ཡོད་པ་དེ་འདྲ་ཡིན་དེ་ཟེར་ཟེར་བཀའ་མོལ་གནང་གི་རེད། དེ་ནས་དེ། བླ་མ་དགེ་བཤེས་ཟེར་བ་འདི་འདྲ་ཡིན་པས་ཡིན་ནའི་མཐུན་འབྲེལ་ཡོད་ན་བཀའ་མོལ་གནང་གི་རེད་དེ་མེད་ན་ཞེ་དྲག་མི་ལ་བཀའ་མོལ་གནང་གི་མ་རེད་དེ་ནི་བཀའ་མོལ་གནང་དེ་ཚོས་ཅིག་གར་ཤོག་རེད་མི་ཅིག་ཅིག་སྐྱོན་བརྗོད་ཨ་འདྲ་བ་ཡང་ཅིག་ཅིག་བྱས་པ་རེད་སེ་ཨ་འདྲ་བ་ང་ཚོས་ནམ་རྒྱུན་དེ་བཤད་དེ་རེད་བར་པ་ན་དེ་འདྲས་ཁྱོད་ནས་གསུང་གི་མི་འདུག་བ་དེ་འདྲས་གསུང་གི་མི་འདུག་ད།

བྱས་ས་འདི་ནི་བལྟས་ཚེ་ཨུ་སུ་ཀྲར་ཕེ་ནི་ང་རེད་གསུངས་ཚུལ་བལྟས་བལྟས་ཚེ་ཞུས་ཀྱི་ཡིན་དེ་འདྲའི་ཚེ་ཨུ་སུ་འཕྲོད་བསྟེན་ཡག་པོ་ཞིག་ལ་སྦྱོང་ན་འདི་བཅས་ནི་ཕྱི་ཟླ་དགུ་པའི་ནང་བག་ཚིག་གི་ནང་དེ་རིང་ནམ་གཉིས་དེ་ལ་ཕར་ཟིག་བལྟས་པ་རེད་ད་དེའི་རྗེས་ལ་རྒྱ་གར་ལོ་ཐེངས་གཉིས་འདས་ང་རེ་ལས་ཀར་དགོངས་པ་ཞུས་ནས་ལོ་གཉིས་ལས་ཀར་དགོངས་པ་ཞུས་རྗེས་ཕོགས་མེད་པ་བྱས་ཕོགས་ལོས་དང་རྒྱ་གར་ཕར་སྐྱེལ་ནམ་ཡིན

དེའི་རྗེས་ལ་དེ་ནས་དེ་བཞུད་པའི་རིང་ཨིན་ཆིས་འདི་ནས་ཕ་ཕི་ཐུའི་སྐྱབས་རྗེ་རིན་པོ་ཆེ་ལོ་རེ་རེའི་ནང་ལ་འདི་ནས་ལ་རྟགས་རྫས་རེ་རེ་ནའང་འགུལ་བར་དོ། ལ་རྟགས་རྫས་རེ་རེ་ནའང་འགུལ་བར་དེ་དུ་བ་ཕེབས་པའི་ཉིན་ན་འགུལ་ཉིན་ལ་ཡང་སྐུ་ངལ་འཕྲད་ཀྱི་རེད་ཟེར་ལ། དེ་ནས་དུ་བཞུད་པའི་ཡིན་ཙང་ད་ཡིན་ནའི་ལོ་བཅུའི་ནང་ལ་ཚུར་ཕེབས་བཞུད་ཨ་ཨིན་ཆིས་མིན་ཆིས་ཚུར་ཕེབས་ཡང་རྟགས་རྫས་རྒྱས་པ་ཟིན་ན་ནི་བརྟན་པོ་ཡོང་གི་རེད།

སྙིགས་མའི་སྤྲུལ་སྐུ་རྣམས་དུ་དུ་བ་མཛད་རྒྱུ་འཆར་བ་དེ་རེད། རིམ་བསྲེ་ཆོས་ཚོགས་ལས་དེ་འདྲའི་ཞུ་བ་གནང་གསུང་ཆོས་གནང་དེ་འདྲའི་གནང་རེད་དེ་འདྲའི་གནང། དེ་ནས་དེ་ནས་བག་ཨི་ཏྲ་ལི་ནས་དེ་འདྲའི་ཞུ་ཨི་ཏྲ་ལི་ལ་མི་ལང་ནོ་ལ་དེ་ཀི་ཤི་རབ་བསྟན་ལགས་ཆོས་ཚོགས་འབྱོར་རེད་དེ་གསུང་ཆོས་གནང། ད་དེ་ནས་དེ་གྲུབ་ནས་ཙོང་ཁ་པའི་ཆོས་ཚོགས།

ཕལ་ཆེར་ད་ཉིད་སྐྱབས་ཚུལ་དྲི་མེད་འགྲོ་ཞིག་དེ་འདྲའི་ཕྱིར། འདི་སྣང་རྗེས་ཚབ་དང་དུས་ཆེན་ངོ་སྤྲོད་གནང། དེ་ནི་རྗེའི་གསུང་ལམ་རིམ་དུས་སྟོན་གྱི་སྦྱར་བཤད་གནང། འདི་ནི་རྗེ་བཙུན་སྒྲོལ་འཇམ་དང་དེ་ནི་འཇམ་དབྱངས་དཀར་པོའི་རྗེས་གནང་ལ་སོགས་པ་དེ་འདྲའི་གནང་དེ་འདྲ་གནང་སོ། དེ་འདྲའི་གནང་དེ་ནི་འདིའི་དཀྱུས་ཀྱི་མཛད་སྒོར་ཆ་ཚང་གྲུབ། དེ་ནི་རིམ་གྱིས་ཕ་རྒྱ་གར་ཆིག་རྒྱུགས་གནང། ཕ་རྒྱ་གར་ཆིག་རྒྱུགས་གནང་དུས་ཕལ་ཆེར་ཤིན་ཏུ་བཅུ་གཉིས་དང་པ་ཡིན་མི་ནོར་ཅིག་རེད་ཤག་དེ།
འདི་ནས་བར་བྱེད་གྱུར་ན་བསྐྱར་དུ་བརྟག་དཔྱད་གནང་དུས་ད་ཡག་པོ་འདུག་སྐྱོན་མི་འདུག་ཞུས་པ་རེད་ཨང་ཅི། དེ་ཡང་གཙོ་བོ་དེ་སྐུ་གཟུགས་བརྟག་དཔྱད་ཟེར་བ་ན
མིན་འདི་ནས་ཡག་པོ་ཞག་ཐོག་སྐྱོན་ནི་སྐྱོན་མི་འདུག་ཞུས་འདུག་བར་བྱེད་ཟེར་དེ་ནི་ཚང་མ་བློ་བདེ་པོ་བྱས་བར་བྱེད་གྱུར་ན་ཁོང་དེ་འདྲས་བྱུང་རེད་བྱས་ནས་ད་མ་རེད་ཅིག་འདུག་མཇལ་དུས་གང་བྱས་གང་ལྟར་ཀྱང་བལྟ་གིན་ཞུས་པ་ན་བཞིན་ཇི་ཙམ་ང་རང་ཚོ་བར་བྱེད་ས་ར་མ་ཞུས་ན་སྐུ་ལ་བཅར་བ་དེ་ཙམ་འདུག

ལྷོད་ལྷོད་བྱས་བྱས་ཐུགས་ཁྲལ་ཁྱོད་གནང་གི་མ་རེད་དོན་དོན་དག་མེད་པའི་སེམས་ཁྲལ་བྱེད་ཡ་འབྱུང་བ་ང་ཚོ་དེ་ཁྱོད་ནས་ཡོད་མར་སྐུ་ལྷོད་ཤིག་བསམ་པ་ཞུ་ཐུགས་སྐུ་ལྷོད་ལྷོད་ཅི་རེད་སྐུ་ལྷོད་ལྷོད་དེ་ནི་པས། ཅིག་གིས་དེ་པ་ཀྱེ་དུ་བ་རབས་བྱུང་ཡིན་ནའི་དེ་ཚོར་མི་ཐུགས་མོས་གནང་དེ་ཚོ་ལྟར་གནང་གི་རེད་དེ་ཡིན་ནའི་ཐུགས་ཡར་ཤོག་རེད་ཐུགས་སེམས་འཁྲུག་ཡ་དང་ཐུགས་ང་ཚོས་ཞེ་ས་མ་ཞུ་ཐུགས་ཚ་གི་ཚ་གི་ཁྱོད་ནས་ཡོད་མ་རེད། ནི་སྐུ་ལྷོད་ཤེས་མཁན་ག་པར་ཕེབས་ནས་ལྷོད་ཤེས་མཁན་བསམ་བཞུགས་རེ་ཞུ་བྱེད་འདོད་ན་ཚ་བའི་ཐུགས་གཤིས་ན་དེ་འདྲའི་རེད་ད་མཛད་པ་མང་ཆེ་བ་དེ་ནི་མི་རབས་རྒྱ་གར་བྱུང་ཡོད་ན་ག་ལ་ན་འདི་འདྲའི་གནང་གི་རེད་དེ་ནི་སྐུ་ཚད་ད་འདི་འདྲའི་ལས་ཁྱོན་ནས་ཐུགས་སྣང་ཡོད་མ་རེད།